གངས་ཅན་བོད་ཀྱི་ཞིང་ཁམས་ལ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ། དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། གུས་པས་སྙན་གསན་གཟིགས་གནང་མཁན་རྒྱ་ཆེའི་སྲིད་སྐོར་བུ་ཡོངས་ལ་གུས་པ་སྨོན་པ་ལྟར་རང་ངོས་ནས་འཚམས་འདྲི་དང་སྐུ་ངོམ་བཟང་ཞུ་ཡ་ཡིན། ཨ་ནི་དེ་རིང་འདིའི་འཁྱུག་མཚམས་ཅིག་ཅར་ནི། ལྟ་ཅི་ང་རང་ཚོ་སྤྱི་ཚོགས་ནང་གི་འཕྲོད་བསྟེན་དང་འབྲེལ་བ་ཡོད་རེད། འདིའི་ནང་ནས་ད་ང་ཚོ་མང་པོ་ཤོག་གཅིག་གི་ཧ་གོ་གི་ཡོད་མ་རེད་ད་ཕལ་ཆེར་བརྒྱ་ཆ་དགུ་བཅུ་གོ་དགུ་གི་ཧ་གོ་གི་ཡོད་མ་རེད་ཨཱ་ནི་བརྒྱ་ཆ་གཅིག་ཅིག་ཧ་གོ་གི་ཡོད་དེ་ཁོ་སྣང་མེད་དང་ལྷོད་གཡེང་ལ་ཤོར་གི་ཡོད་རེད་སོང་ཙང་འདི་དཔེ་མི་སྲིད་པའི་ཉེན་ཁ་ཆེན་པོ་རེད་རྣམ་པ་ཚོ་གིས་འདི་ཡིན་གཅིག་མིན་གཅིག་ཕར་ཚོ་བརྒྱུད་སྐུལ་གང་མང་མང་གནང་རོགས་གནང་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་འདི་ངས་ཁྱེད་རང་དང་ཁྱེད་རང་གི་ཕ་མ་སྤུན་མཆེད། དགའ་ཉེ་གླུ་གར་དུ་ལ་ཕན་ན་བསམ་ནས་ཞུས་བསྡད་ཀྱི་ཡོད་རེད་ང་ལ་ཁེ་ཕན་གང་དགོས་ཅིག་ཡོད་མ་རེད་ཞུ་ཡ་ཡིན་རེད་བ། ཨ་ནི་ད་ག་རེ་གང་བཤད་ཡ་ཡིན་ལབ་ཡིན་ན། ད་ད་ལྟ་དུས་སང་ཨ་ནི། ཕྱི་ལུགས་ཀྱི་སྨན། Steroids། ཡ་ཀྱི་སྨན་འདི།

གང་ལྟར་ཡང་ཨེ་ནི་ཟུར་ཕོག་ཟས་ཞོར་པ། ཨིན་ཇི་ཡིན་ན Side Effect། ང་རང་ཚོ་ཡིན་ན་ཟུར་ཕོག་བཤད་དེ་གི་ཡོད་རེད། ད་འདི་ཨེ་ནི་ཁག་ཅིག་གིས་ཨེ་ནི་ཕྱི་ལུགས་ཀྱི་སྨན་ལ་ཟུར་ཕོག་ཞུ་བཞིན་ཡོད་རེད། ཨེ་ནི་བོད་སྨན་ལ་ཟུར་ཕོག་ཡོད་མ་རེད་ཟེར་ངེས། ཁག་ཅིག་གིས་བོད་སྨན་ལ་ཟུར་ཕོག་ཡོད་རེད་ཟེར་ངེས་ཕྱི་ལུགས་སྨན་ལས་ཟུར་ཕོག་ཡོད་རེད་ཟེར་ངེས་འདི་འདྲའི་གི་ཅིག། གནས་ལུགས་ཆ་ཚང་མ་ཤེས་པར་གནས་ཚུལ་མང་པོ་ཅིག་བཤད་དེ་ངེས་ཡོད་རེད། འོ་ད་འདི་དག་ལ་ཨེ་ནི་ཅིག། ངེས་པ་གཉིས་ངེས་པ་དོན་དུ་གཉིས་ཡག་དང་ལྷག་པར་དུ་ཧ་མོག་དངོས་འདི་དག་ལ་ཨེ་ནི་རྨོངས་གཉིད་སེལ་ཡག་གི་ཆེད་དུ་དེ་བཅར་བ་ཡིན། དེ་འདྲ་སང་སང་ཟུར་ཕོག་ཟེར་ན་གང་པོ་ག་རེ་ལ་སྒུག་ཡོད་རེད་པས་འདི་བཤད་སྒུག་ཡོད་རེད What is ཟུར་ཕོག་རེད་པ What is side effect འོ་འདི་བཤད་འགོ་ཡ་དེ་གལ་ཆེན་པོ་ཤོས་ཅིག་རེད། ཟུར་ཕོག་ཟེར་ཡག་འདི་ཨེ་ནི་དངོས་པོའི་ཆོས་ཉིད་ཐམས་ཅད་ལ་ཟུར་ཕོག་ཡོད་རེད་ཁས་ལེན་ཆོག་གི་རེད། བ། དངོས་པོའི་ཆོས་ཉིད་ཐམས་ཅད་ལ་ཟུར་ཕོག་མེད་པ་ཡིན་ན་དངོས་པོ་དེ་གྲུབ་ཐུབ་ཀྱི་མ་རེད། འོ་དེ་ཞིག་ཤེས་དགོས་པ། ཡིན་ནས། ཨེ་ནི། ཟུར་ཕོག་ཟེར་ཡག་དེ་ལ་ག་འདྲའི་ཅི་ལ་ངོས་འཛིན་བྱེད་ཁོག་རེད། དངོས་པོའི་ཆོས་ཉིད་ཐམས་ཅད་ལ་ཟུར་ཕོག་ཡོད་དེ། ཨེ་ནི་རྒྱུ་མཚན་བཀོད་ལབ་པ་ཡིན་ན་དངོས་པོ་དེ་ལ། དངོས་པོ་དེ་འབྱུང་བ་ལྔ་ལས་གྲུབ་པ་ཡིན་པའི་ཕྱིར་ལ་ན། དེ་ཞིག་ཐོས་ཀྱི་ཡོག་རེད། ད་ག་ནང་བཞིན། དངོས་པོ་དེ་ལ་ལེགས་པའི་ཆ་དང་ཉེས་པའི་ཆ་གཉིས་ཀ་ཡོང་གི་ཡོག་རེད། ཁོ་རང་གིས་བེད་སྤྱོད་གཏོང་སའི་ཡུལ་དེ་ལ་ཁོ་བེད་སྤྱོད་ཆེན་པོ་ཞུ་བཅུག་བ་རེད། ཁོ་རང་གིས་བེད་སྤྱོད་མེད་སའི་ཡུལ་དེ་ལ་ཁོ། ང་ཚོ་ལ་དགོས་མཁོ་མེད་པ་བྱེད་དགོས་དེ་གསུངས་ཙང་འདི་ཟུར་ཕོག་གི་ངོ་བོ་ལ་བརྩིས་ན་འགྲིག་གི་ཡོད་རེད། ད་ང་རང་ཚོ་ཟ་ཆས་བཏུང་ཆས་གྱོན་ཆས་ག་འདྲའི་སྦྱིན་པ་ཡིན་ནས་མིས་ལོངས་སུ་སྤྱོད་པའི། ཨེ་ན་ཅིག། དངོས་པོ་ག་འདྲའི་སྦྱིན་པ་ཡིན་ནས་འདི་ལ་ཟུར་ཕོག་ཡོད་རེད། ད་ངས་དཔེ་དང་བཅས་པ་བཞག་གོ། དཔེར་ན། ང་རང་ཚོ་གིས་ཟས་ཟ་གི་ཡོད་རེད། ཟས་ཟ་གི་ཡོད་རེད། ང་ཚོ་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ལ་བཤད་རྒྱུད་ཀྱི་ནང་ལོགས་ལ་ལེའུ་གནད་འགག་ཆེན་པོ་ཁ་ཤས་གསུངས་པ། ཟས་ཚུལ་ཟས་གཏམ་ཟ་ཚོད་རན་པར་ཟ། ཟས་ཀྱི་ལེའུ་སྐབས་ལ། ཟས་ཀྱི་ཚུལ། ཟ་ཚུལ་ཟས་གཏམ་ཡ། ཟ་ཚོད་རན་པར། འོ་འདི་འདྲས་ལེའུ་གསུམ་རེད་ལེའུ་བཞི་རེད་གསུངས་ཡོད་ད་འདི་ཞོའི་གནད་འགག་ཆེན་པོ་རེད། དོན་སང་གི། ཨེ་ནས་ཚན་རིག་པས་འདི་བལྟས་ཚེ་བལྟས་ཚེ་ཤེས་ཀྱི་ཡོད་རེད་མ་གཏོགས་ཆ་ཚང་ཅིག་ཤེས་ཀྱི་ཐུག་གི་ཡོད་མ་རེད་འོ་འདི་ང་ཚོ་ཤེས་འགུག་ཡོད་རེད། དེ་འདྲ་སོང་ཙང་བོད་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་རང་ལོ་རང་ནས་དུས་རབས་ལྔ་པ་དྲུག་པའི་ནང་ལོགས་ནས་ཟུར་ཕོག་ཟེར་ཡག་དེ་ཡོད་པ་ཧ་གོ་འོང་སོང་ཙང་མཁྱེན་པ་སོང་ཙང་ཨེ་ནས་ཟས་ཀྱི་ལེའུ་སྐབས་ལ་ཟ་ཚུལ་ཟས་གཏམ་བཟའ་ཚོད་རན་པར་ཟས་ཅིག་གསུངས་ཡོད་རེད་མ་གལ་ཕྱི་མ་རྒྱུད་ཀྱི་ལེའུ་ཀྱི་སྐབས་ལ་ཨེ་ནས་ལྡོག་རྒྱུ་བཅུ་གཉིས་གསུངས་ཡོད་རེད་འོ་འདི་གི་གར་བསྟུན་འོ་རེད། ཟུར་ཕོག་ཡོད་པ་དེ་ནས་བཏོན་ཡོང་རེད་དེ་སོང་ཙང་ད་འོ་ན་ཁྱེད་རང་གི་ཁྱེད་རང་ལ་ཆུ་དེ་ནི་ཟུར་ཕོག་ཡོད་མ་རེད་ཟེར་ལབ་པ་ཡིན་ན་ང་ཚོ་ཁས་ལེན་ཐུབ་མ་རེད་ཁྱེད་རང་གི་དངོས་པོ་གང་ཞིག་ཚུལ་བཞིན་དུ་སྤྱད་པ་ཡིན་ན་དེ་ལ་ཟུར་ཕོག་ཕོག་གི་མ་རེད་ཁྱེད་རང་གི་དངོས་པོ་གང་ཞིག་ཚུལ་བཞིན་དུ་མ་སྤྱད་བ་ཕལ་བ། ལྷག་པ། ཟད་པ་ཟད་དེ་བཅད་པ་ཡིན་ན་མང་དྲགས་བ་ཅིག་བཅད་པ་ཡིན་ན་འཕེལ་བ་ལོག་པར་འདི་བཅད་པ་ཡིན་ན་དེ་གི་ཟུར་ཕོག་ཡོང་བ་དཔེར་ན་ཁྱེད་རང་གི་ཆུ་དེ་མི་གཅིག་ལ་ཉི་མ་གཅིག་ལ་ཆུ་ཨེ་ནི་ཅིག་ཚད་གཞི་དེ་ཨེ་ནི་ཅིག་ལིཏར་ཟེར་བ་ཨེ་སྐྱོགས་གསུམ་བཏུང་བ་ཡོད་ན་ད། ཁྱེད་རང་གིས་སྐྱོགས་བཅུ་བཏུང་བ་ཡིན་ན་ཁྱེད་རང་ལ་ཆུ་བཏུང་བའི་ཟུར་ཕོག་ཡོང་གི་རེད་ཟུར་ཕོག་ག་རེ་ཡོང་གི་རེད་ཁྱེད་རང་གིས་རྒྱུ་རྫི་དང་ཁོ་དྲོད་ཉམས་སྲིད་ཀྱི་རེད་ཁྱེད་རང་གཅིན་པ་ཡང་སེ་འཕྲོ་སྲིད་ཀྱི་རེད་ཁྱེད་རང་ལ་གྲང་གཞི་ན་ཚ་ཡོང་སྲིད་ཀྱི་རེད་ཁྱི་བུ་མོ་ཚོ་ཡིན་པ་ནི་ཨེ་ནི White Discharge གྲང་འཛག་ཡོང་སྲིད་ཀྱི་རེད་ལ་སོགས་པ་འདི་འདྲ་བའི་ཨེ་ནི་གྲོ་གོག་བཤལ་བ་འདི་འདྲ་ཡང་ཡོང་སྲིད་ཀྱི་རེད་ལ་སོགས་པ་ལ་སོགས་པ་འདི་ཟུར་ཕོག་བྱ་གི་ཡོད་རེད

དེ་འདྲ་སོང་ཙང་ཨ་ནི་སྨན་གཞུང་སོ་བ་རིག་པའི་རྒྱུད་ཀྱི་གཞུང་ལུང་ལ་ལ་ཟས་ཚུལ་ཟས་གཏམ་བཟང་སྤྱོད་རན་པར་ཟས་ཅིག་དང་ཨ་ནི་དམིགས་བསལ་གྱི་གཡུ་རྡོ་ཡོན་ཏན་མགོན་པོ་གྱི་བོད་ཀྱི་ལྷ་རྗེ་སྨན་པའི་རྒྱལ་པོ་ཨ་ནི་གཡུ་རྡོ་ཡོན་ཏན་མགོན་པོ་གྱིས་ག་རེ་གསུངས་ཡོད་རེད་ཟེར་ན། ཨ་ནི། མིག་གི་མདུན་ལ་ཡོད་པའི་དངོས་པོ་འདི་དག་ཐམས་ཅད་ཁྱེད་རང་གིས་སྤྱོད་ཤེས་པ་ཡིན་ན་ཟས་སྨན་རེད། ཁྱེད་རང་གིས་བཅོས་མ་ཤེས་པ་ཡིན་ན་དུ་རེད་འོ་འདི་གསུངས་ཡོད་རེད་འདི་ཡང་ཟུར་པོ་ཡོད་པ་དེའི་སྐབས་ནས་རང་ང་ཚོ་ལ་ཤུགས་ཀྱིས་བསྟུན་གྱི་ཡོད་རེད་འོ་འདི་གཅིག་ཤེས་དགོས་ཡ་འདི་གལ་ཆེན་པོ་རེད་དེ་འདྲ་སོང་ཙང་ཨནི་ནས་ཟེར་ཡག་དེ་ཡང་ཚང་མ་ཟུར་པོ་རྐྱེན་བྱས་ནས་ནས་ཡོང་གི་ཡོད་རེད་འོ་ན་འདི་ཟུར་པོ་རེད་པས་ལན་ན་ཟུར་པོ་བརྒྱ་ཆའི་བརྒྱ་ནས་བརྒྱ་རེད་གར་བྱས་ནས་ཁྱེད་རང་གི་ཟ་སྟངས་བཏུང་སྟངས་སྨྲ་བཞིན་པའི་དབང་གིས་ཁྱེད་རང་གི་རྔ་མོ་མང་པོ་ཟས་ཁྲག་པའི་དབང་གིས་དེ་ནི་གྲང་ཞིང་ན་ཚ་དང་ཡ་མ་ན་ཚ་ལ་སོགས་པ་དེ་ཚོ་ཡོང་གི་ཡོད་རེད་ཁྱེད་རང་གི་ཞག་རྩི་མང་པོ་ཟས་ཁྲག་པའི་རྐྱེན་གྱིས་ཕོ་བ་གི་འཇུ་བྱེད་ནུས་པ་ཉམས་ནས་དེ་ནི་ལ་སོགས་པ་གིས་དེ་ནི་མཁྲིས་པ་ན་ཚ་དང་ཁ་ལག་འཇུ་མ་ཐུབ་པའི་ན་ཚ་དང་སྐྱ་རྦབ་ལ་སོགས་པ་དེ་ཚོའི་རིགས་ན་ཚ་ཡོང་གི་ཡོད་རེད། ཡང་ཁྱེད་རང་གི་སི་པན་ཟས་དྲགས་པའི་དབང་གིས་མཆིན་པ་འདུར་ཡག་དང་ལ་སོགས་པ་ཀན་བསལ་དང་ཕོག་རྣམས་ལ་རྨ་ཟོ་ཡག་དང་ལ་སོགས་པ་སྐྲ་འཕིག་ཡག་དང་ལ་སོགས་པ་དེ་འདྲས་ཀྱི་ན་ཚ་མང་པོ་ཞོག་ཅིག་ཡོང་གོ་དེ་ཚོ་ཚང་མ་ཟུར་ཕོག་རེད་དེ་འདྲ་སོང་ཙང་ཟུར་ཕོག་ཟེར་ཡག་དེ། སྤྱོད་ཚུལ་ཤེས་མ་ཤེས་དེ་ལ་གཙོ་བོ་རག་ལས་ཀྱི་ཡོག་རེད་དེ་གཅིག་རེད། ད་འོ་ན་ཨ་ནི། བོད་སྨན་ལས་ཀྱི་ཟུར་ཕོགས་དང་ཕྱི་ལུགས་ཀྱི་སྨན་དེང་དུས་ཀྱི Modern Science Medicine གཉིས་ཀྱི་ཟུར་ཕོགས་གཉིས་པ་རུ་ལ་ཁྱད་པར་ག་རེ་ཡོད་རེད་ཞུས་པ་ཡིན་ན་ས་དང་གནམ་གྱི་ཁྱད་པར་ཡོད་རེད། བོད་སྨན་ལ་ཟུར་ཕོགས་ཡོད་མ་རེད་ཟེར་ཡག་འདི་ལྟོས་གྲུབ་ཀྱི་དབང་ནས་བཤད་ཀྱི་ཡོད་རེད། ལྟོས་ཆ་ལྟོས་བཅས་ཀྱི་སྒང་ནས་བཤད་ཀྱི་ཡོད་རེད་མ་གཏོགས་བོད་སྨན་ལ་ཟུར་ཕོགས་མེད་པ་རེད་བས་ཟེར་ན་འདི་བཤད་ཀྱི་ཡོད་མ་རྩ་བ་རང་ནས་མ་རེད་བོད་སྨན་ལ་ཟུར་ཕོགས་ཡོད་རེད་ཡིན་ན་ཡང། བོད་སྨན་ལ་ཟུར་ཕོག་མེད་རེད་ཟེར་ཡག་འདི་ཕྱི་ལུགས་ཀྱི་སྨན་གྱི་ཟུར་ཕོག་ནང་བཞིན་བོད་སྨན་ལ་མེད་པ་སོང་ཙང་མེད་རེད་བཤད་ཀྱི་ཡོད་རེད་འོ་འདི་ཤེས་དགོས་ཡག་འདི་གལ་ཆེན་པོ་རེད་ཕྱི་ལུགས་ཀྱི་སྨན་གྱིས་ང་ཚོའི་ཟོག་པོའི་ནང་ལ་ཟུར་ཕོག་འདི་བརྒྱ་ཆ་དྲུག་ཅུ་བདུན་ཅུ་བྱེད་ཀྱི་ཡོད་ན་བོད་སྨན་གྱིས་བརྒྱ་ཆ་གཅིག་གཉིས་མ་གཏོགས་བྱེད་ཀྱི་ཡོད་མ་རེད་འདི་འདྲ་སོང་ཙང་མེད་པ་རེད་ཟེར་རྒྱུའི་རྒྱུ་མཚན་འདི་རེད་འདི་ཡིན་ཅི་མིན་ཅི་ཤེས་དགོས་ཡག་འདི་གལ་ཆེན་པོ་རེད་ཞུ་ཡག་ཡིན་ཨ་ཨེ་ནི་དོལ་ཚང་གི་དཀའ་ངལ་ཆེ་ཤོས་གཅིག་ད། བོད་པ་ཚང་མ་འཛམ་བུ་གླིང་ལ་ཐོར་ཡོད་དུས་ཙང་ནས་ཨེ་ནི་ནད་ན་ཚ་བལྟས་རྫིང་དུས་ཙང་ནས་ལམ་སང་ལམ་སང་དྲག་ཡང་བསམ་བློ་བཏང་ཡང་བཏང་ཨེ་ནི་སྨན་པ་མང་པོ་གཅིག་ཡིན་ནའི་ཨེ་ནི་གཅིག་མིའི་ཚེ་སྲོག་ལ་བསམ་བློ་མ་བཏང་ང་མིའི་ཕུགས་རྒྱང་རིང་པོ་གི་མདུན་ལམ་ལ་བསམ་བློ་མ་བཏང་ང་བྱས་ནི་ཨེ་ནི་སོ་སོའི་རྩ་ལ་ནད་པ་ཡོང་ཡང་བཀུག་ཡང་ཆེད་དུ་ལམ་སང་ཁོའི་དཀའ་ངལ་སེལ་ཡང་ཆེད་དུ་ཨེ་ནི་སྨན་ག་རེ་བེད་སྤྱོད་བྱེད་དགོས་རེད་ལབ་པས་ན Steroids Steroids ད་སྨན་འདི་བེད་སྤྱོད་བྱེད་དགོས་རེད་སྨན་འདི་ཧང་སང་གི་ཉེན་ཁ་ཆེན་པོ་རེད་ཁྱེད་རང་ཚོར་བ་ད་ངས་གཅིག་པོ་བཤད་དགོས་བ་མ་རྟགས་ང་ལྟར་བདེ་ནད་པ་ཡོང་མཁན་མང་པོ་གི་དཀའ་ངལ་དང་ཁ་རང་ཤེས་རེད་བ་རེད་སྨན་དེ Steroids ཞིག་རེད Steroids ཟེར་ཡ་དེ་ལ་ཨེ་ནི་རྩ་བའི་རིགས་གཉིས་ཡོད་རེད་རེད་བ་ཨེ་ནི་ངས་དེ་གི་ཟུར་བཀོད་ག་རེ་ཡོད་མེད་ཡོད་མེད་བཤད་ཡོང་བ་རེད་བ་ཁྱེད་རང་ཚོ་ཟ་མྱོང་མཁན་ཚོ་ཡིན་པ་ཡིན་ན་ཨོ་ང་ལ་དེ་འདྲའི་ཆུང་ཟ་དེ་གི་དེ་གི་ཟུར་བཀོད་ཡིན་ས་རེད་བསམ་པའི་ཁྱེད་རང་ཚོ་གི་ཀླད་པ་རྣམས་ལ་ལྷང་དྲན་ཡོང་བ་རེད་རེད་བ། དེ་འདྲ་སོང་ཙང་ཕྱི་ལུགས་ཀྱི་སྨན་པ་མང་པོ་གཅིག་གི་ཟུར་བཀོད་སྨན་དེ་མི་མང་པོ་ཞོལ་ཕྱིར་རྒྱབ་དགོས་བ་རེད།

ཁ་ལག་ཟ་ཤུགས་ཆེ་རུ་འགྲོ་གི་རེད་ཟེར་བ་རེད། ཁ་ལག་ཟ་ཤུགས་ཆེ་རུ་འགྲོ་ཡང་དེའི་གར་ཆེན་བྱེད་དགོས་པ་རེད། ཨིན་ཇིའི་སྐད་བརྒྱབ་པས་ན Immune System མ་རེད Digestion System ང་ཚོ་ཡིན་ན་འཇུ་བྱེད་མ་ལག། སྙིང། མཆིན་པ། མཆེར་པ། ཨཱ་ནི། ཕོ་བ། རྒྱུ་མ། འོ་འདི་འགས་ཀྱི་རང་བཞིན་གྱི Digestion System འདི་ཁོས་བཀྲུ་བཞག་རེད། ཤུགས་ཆེ་རུ་བཏང་བ་རེད། འདི་བཏང་ཡོང་དུས་ད་ནི་ཨཱ་ནི Appetite ལེའོ་རེད། འདི་ལས་སོང་ན་ང་ཚོ་ལ་ད་གནོད་སྐྱོན་ག་རེ་དང་ག་རེ་ཡོང་ས་རེད།

མུན་ཧྥེས། གདོང་སྐྲངས་ཡོང་གི་རེད་ལོ། གདོང་སྐྲངས་ཡོང་གི་རེད་ཟེར་དེ་གར་ཕྱིན་སྐྲངས་ཡོང་གི་རེད། འོ་འདི་ཟུར་ཕོག་འདི་ག་རེ། ཁྱིམ་བག་གི་ལས་ཀ་ཡག་པོ་བྱེད་ཀྱི་ཡོད་མ་རེད། ཨེ་ནས་སྙིང་གི་ལས་ཀ་ཡག་པོ་བྱེད་ཀྱི་ཡོད་མ་རེད། མཁལ་མ་གི་ལས་ཀ་ཡག་པོ་བྱེད་ཀྱི་ཡོད་མ་རེད། ཆེར་བག་གི་ལས་ཀ་ཡག་པོ་བྱེད་ཡོད་མ་རེད། དོན་ལྔ་གི།

གང་ནི་ཤི་ཡག་ལ་སོགས་པ་མང་པོ་ཡོང་ཡག་དེ་ཚོ་ཚང་མ་གློ་བུར་དུ་ཁྲག་ཤེད་ཀྱི་ན་ཚ་ཡོང་ཡག་གཅིན་སྙིའི་ན་ཚ་ཡོང་ཡག Fatty Liver ཡོང་ཡག་ལ་སོགས་པ་ལ་དྲན་པ་སྐྱོ་པོ་ཡོང་ཡག་ལ་སོགས་པ་དེ་ཚོ་ཚང་མ་སྨན་དེ་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་དེའི་གཅིག་རེད། རེད་མ་ཨེ་ནི Mood Swings ཧ་ཅིག་ཁོང་ཁྲོ་ལངས་ཆོག་ཆོག་དགའ་ཆོག་ཆོག་སྡུག་ཆོག་ཆོག་གཞེས་ཆོག་ཆོག་དངངས་སྐྲག་སྐྱེས་ཆོག་ཆོག་ལ་སོགས་པ་དེ་འདྲས་ཡོང་བ་དེ་ཚོ་ཚང་མ་རླུང་དང་འབྲེལ་བ་ཡོད་རེད

གཉིས་མ་ཧུ་པེ་ན་ཙང། འོ། འདི་ཚོ་ཚང་མ་སི་རོའི་དེ་བེད་སྤྱོད་གཅིག་ཙེ་གཉིས་ཙེ་བྱས་པའི་རྒྱུ་མཚན་ལ་བརྟེན་ནས་ཡོང་གི་ཡོད་རེད། དེ་གཅིག་ཤེས་དགོས་རེད། and high blood pressure high blood pressure ཁྲག་ཤེད་མཐོ་པོ་ཡོང་གི་རེད། ད་ཁྲག་ཤེད་མཐོ་པོ་གར་ཅན་ཡོང་གི་རེད། རྒྱགས་པ་ཆགས་སོང་ན་ཨེ་ནི། ཁྲག་རྩ་བཙིར་གི་རེད། ཁྲག་རྩ་བཙིར་སོང་ན་ཁྲག་ཤེད་རང་ཡོང་ཡག་དེ་རང་བཞིན་གྱི་ལོས་རེད་ཁོ་རང་བཞིན་གྱི་རྒྱགས་པ་མ་ར་ཨེ་ནི་སྨན་ཟས་པའི་ཉེར་ལེན་དེ་ནི་རྒྱགས་པ་ཆགས་རྒྱུ་རེད་པ། འོ། འདི་ཤེས་དགོས་རེད། འདི་འདྲ་སོང་ཙང།

འོ་ཅེ་སྤྲང་ཡག་ཅེ་དཀར་པོ་ཆགས་ཡག་ཨེ་ནི། ཅེ་ཅི་ཆུང་དང་དེ་ཚོའི་བར་རུ་སྤྲང་ཡག་འབོད་ཡག་འོ་དེ་ཚོ་ཡོང་གི་རེད་བཤད་དགོས་པ་རེད་དེ་ཚོ་ཡིན་གྱི་མིན་གྱི་ཤེས་དགོས་ཡག་དེ་གལ་ཆེན་པོ་རེད། བརྒྱ་ཆ་གཅིག་ཙམ་མ་གཏོགས་བཤད་ཡོད་མ་རེད་སྲི་རོའི་གི side effect long term དང་ཨེ་ནི short term གཉིས་ཀྱི་བར་རུ་ལ་དངོས་གནས་དེ་ཁོང་ཚོས་ཚང་མ་འདི་ནང་ལ་བཤད་པ་ཡིན་ན་སྨན་དེ་བེད་སྤྱོད་བྱེད་མཁན་ཡོང་གི་མ་རེད། བྱེད་མཁན་མི་འདུག་ད་ནི་ཁོ་ཚོའི་ཚོང་གང་སྒྲུབ་པ་རེད་འོ་དེར་ཁོ་ཚོས་འདི་རྣམས་ལ་མ་བཤད་ན་འགྲིག་གི་ཡོད་མ་རེད་ཤེས་དགོས་ཀྱི་ཡོད་རེད་ཡིན་ནའི་ཁོ་ཚོས་འདི་ཤོག་ཅིག་རིགས་ཆེ་མདོག་གོ་སྙིང་ག་ཆེ་མདོག་གོ་བཤད་མ་ཅིག་སྣང་མེད་ཅིག་ལ་བཤད་ན་ཤ་འདི་ད་ང་ཚོས་ཤེས་ཡོད་ཟིག་རེད་འོ་འདིར་རྒྱལ་ཁབ་ཁ་ཤས་ལ་ན Steroid འདི་བྱེད་ཆོག་གི་མ་རེད་ཟིག་མདོག་འོ་དེ་ཤེས་དགོས་ཀྱི་ཡོད་རེད་རེད་པ།

ཨེ་ནི་ཅིག། བྱེ་བྲག་གི་སྡེ་འདི་ཡོངས་ལ་ཁོ་ཚོ་གི་གཅེན་གཅུང་དེ་བཤད་ཡོད་རེད་འཕྲོད་བསྟེན་དོ་སྣང་བྱེད་མཁན་དང་སོ་སོའི་ཟོག་པོ་དོ་སྣང་བྱེད་མཁན་སློབ་སྦྱོང་ཡོད་མཁན་བྱེད་མཁན་ཚོ་དེ་ཚོ་ཚང་མ་ཧ་གོ་གི་རེད་ད། ཧ་མ་གོ་མཁན་ཚོ་ད་ནམ་རྒྱུན་དུ་སྙིང་རྗེ་དེ་ཚོ་གང་དོ་སྣང་མེད་མཁན་ཚོ་ཡིན་དུས་ད་ནས་ངས་ཁྱེད་རང་ཚོ་ལ་དོ་སྣང་སྤྲད་གི་ཡོད་རེད་ཁྱེད་རང་ཚོ་གི་དེ་ཤེས་པ་བྱེད་དགོ་གི་ཡོད་རེད་འོ་འདི་གཅིག་རེད་ཉི་མ། འདི་གཅིག་རེད་ད། བུ་ལ། ཨེ་ནི་ག་རེ་ཡོང་གི་རེད་ཟེར་ན་ཨེ་ནི་ག་རེ་ཟེར་ན། Breath Growth། breast བུ་གི་ནུ་མ་ཆེ་རུ་འགྲོ་གི་རེད་ཟེར་གི་ཡོད་རེད་བུ་ཁ་ཤས་ལ་ཡོད་རེད་བུ་མོ་རང་བཞིན་གྱི་ནུ་མ་ཡོང་གི་འདི་འདྲ་ཡོད་རེད་འོ་དེ་ཚོ་རང་བཞིན་གྱི་ན་ཚ་གི་ཡོང་གི་ཡོད་རེད་དེ་ནས་ཡང་ཁ་ཅིག steroid བེད་སྤྱོད་བྱས་ནས་ཡོང་གི་ཡོད་རེད་འོ་འདི་ཤེས་ཡོང་གི་ཡོད་རེད་དེ་ནས

ཨེ་ནི་བུ་མོ་ལ་ཨེ་ར་སྐྱེ་ཡ་ངོ་དེ་ཚོ་ཨེ་ནི voice depending སྐད་བསྒྱུར་བ་བུ་མོའི་སྐད་བྱིས་ཆུང་ཆུང་མོའི་སྐད་དེ་ཚོ་ཨེ་ནི་བརྙན་འཕྲོ་ལངས་འགྲོ་ཡ་ཁུ་བྱུག་སྐད་དེ་ཚོ་འཕྲོ་ལངས་འགྲོ་ཡ་ངོ་དེ་རེད་ཨ། and menstrual change ཨེ་ནི་ཟླ་མཚན་སྙོམས་ཀྱི་མ་རེད་ལེགས་པོ་རེད་ཟླ་མཚན་ཡ་མ་འདི་ཆགས་ཀྱི་རེད།

གྲོགས་མེད་ཀྱི་གནས་ཚུལ་རེད་ད་ད་ག་ན་བཞིན་ང་རང་ཚོ་བོད་པའི་ནང་ལོགས་ལས་ཨེ་ནི་བོད་པའི་བུ་མོ་དེ་འདྲས་འདུག་ཨེ་ནི་འབུར་ཏོ་ད་ད་ཆེན་པོ་ཐོན་འབྱོར་འབུར་ཏོ་འོ་དེ་འདྲས་ཡོད་ནི་ཨེ་ནི་སྤྲེལ་རོགས་རྒྱབ་ཡིན་སྤྲེལ་རོགས་རྒྱབ་ནི་འོ་ད་ཅིག་ཟོག་པོ་འབོད་ཀྱི་འདུག་དྲན་པ་བརྟན་པོ་མི་འདུག་སྐྲ་འཕེལ་གྱི་འདུག་སྤི་རེ་རེ་འཕྲོ་ལ་སྤི་རེ་རེ་ཏག་ཏག་ལེགས་མི་འདུག་ཟོག་པོ་རྐྱང་སོང་འོ་ད་ཅིག་གྲང་གཞི་ལེགས་ཀྱི་འདུག་ལ་སོགས་པ་མང་པོ་ཞོལ་གྱི་འབྲི་བཤད་ཡོད་དོ་ངས་འདིར་འདིའི་གོང་ལ་ཡོད་པའི་ལས་དེ་འདིའི་གོང་ལ་མེད་ཁབ་འདི་བརྒྱབ་ནས་བྱུང་ཟིག་དོ་འོང་འདིར། འདི་འདྲ་སོང་ཙང་རེད་བ། ཁྱེད་རང་ཚོ། ཨེ་ནི་ཅིག་པགས་པའི་ན་ཚ་ཡིན་ནའི་རེད་གྲུམ་བུའི་ན་ཚ་ཡིན་པ་ཡིན་ནའི་རེད་ཨ་ས་མ་ན་ཚ་ཡིན་པ་ཡིན་དབུགས་སངས་ན་ཚ་ཡིན་པ་ཡིན་ནའི་རེད་ད་ཅིག་ཨ་ཅེ་འུ་ཐུག་ཞུ་ལྷག་པང་དུ་ལོ་གཞོན་པ་ཚོ། དེ་ཚོ་ཁྱོད་ནི་རྒྱག་རྒྱུ་ཡང་མེད་ཁྱེད་རང་ཚོ་གདོང་ལེན་བྱེད་སྡུག་རེད་ཁྱེད་རང་ཚོ་ཕག་ཚོ་འགྲོ་སྡུག་དེ་ད་ནི་སྨན་པ་འདི་འདྲའི་ཡག་པོ་ཡོད་ངེས་སེམས་ཚོར་འགྲོ་ནི་སྨན་བཅོས་བྱེད་ཨེ་ནི་ཟས་བཅོས་སྟངས་འཛིན་བྱེད། ན་བཟའ་ཟླའི་སྐད་ཀྱི་ནང་ལོགས་ནས་སྨན་གྱི་ནང་ནས་མཆོག་ཟེར་དེ་བར་སྨན་གྱི་མཆོག་དེ་ཁྱེད་རང་ལ་སྣོད་ཡག་གི་ཟས་དེ་ཁྱེད་རང་གི་འཛེམ་དང་ཁྱེད་རང་གི་ན་བཟའ་དེ་མི་རིང་བར་དྲག་འགྲོ་གི་འཛེམ་དུས་ད་ནས་ཉི་མ་བདུན་བརྒྱད་ནང་ལ་དྲག་གི་མ་རེད་འཛེམ་དང་ཁྱེད་རང་ཟླ་བ་གསུམ་བཞི་ཟླ་བ་ལྔ་ཟིན་དང་ན་བཟའ་དེ་གུ་ཀྱོག་རྒྱབ་གི་གུ་ཀྱོག་རྒྱབ་དུས་ཁྱེད་རང་ལོ་གཅིག་ཟས་དེ་བརྒྱ་ཆ་བརྒྱ་ནས་བརྒྱ་དཀའ་དཀའ་བ་མ་རེད་བརྒྱ་ཆ་བདུན་ཅུ་བཀག་དང། ན་ཚ་དེ་ཁྱེད་རང་སེང་དྲག་འགྲོ། འགྲོ་སོང་བཏང་མ་རེད་དཀའ་ངལ་ཁེལ་དགོས་མ་རེད་ཟུར་བོ་མང་པོ་ཅིག་གླེང་དགོས་མ་རེད་ཨེ་ནི། སོ་སོ་དེ་འདྲས་བྱེད་དགོས་སྨན་པ་ཡག་པོ་དེ་འདྲས་ཟ་ལ་སྟོན་ཁ་རྒྱུག་སྨན་པ་ལ་སྐད་ཆ་དྲིས། ང་ལ་སྐད་ཆ་དྲིས་ཞུ། རོལ་པ། འོ་འདི་རེད་ཨེ་ནི་ད་རྒན་གོག་ཚོ་ནི་ཕག་ཚོ་འགྲོ་ཡ་ལ་དཀའ་ལས་ཁག་པོ་ཞུ་ཡོང་དོགས་དེ་འདྲས་སོང་ཙང་རྒན་པ་ཚོ་ཡིན་པ་ཡིན་ནས་ཁྱེད་རང་ཚོ། དངོས་གནས། སེ་རོ་ཡི་བེད་སྤྱོད་རྩ་བ་རང་ནས་སྨྲ་ན།

འོ་འདི་གི་ཞོ་ཅི་ནུས་ཀྱི་ཁལ་དམར་ལ་འདི་ལྟར་གནང་ཉིན་དེ་མ་ཚང་ཚང་ཤེས་སོང་འོ་ན་ཚ་དེ་ཚོ་ཡོང་གི་རེད་དེ་འདྲ་སོང་ཙང་ཨེ་ནི་ངས་ཤེས་པ་དེ་ཁྱེད་རང་ཚོ་ལ་བཤད་དགོས་ཡ་དེ་ང་གི་ལས་འགན་རེད་ཉན་དང་མ་ཉན་ཁྱེད་རང་ཚོ་གི་ཟིག་ཨེ་ནི། ཤ་ཚ་བའི་ཁ་ལ་གཏམ་སྙན་པོ་ཟེར་ཡ་དེ་ཡོད་མ་རེད་ཨེ་དེ་འདྲ་སོང་ཙང་ཡིན་གྱི་མིན་གྱི་ཁྱེད་རང་གི་མི་ཚེ་རིང་པོ་ཅིག་དང་མི་ཚེ་སྐྱིད་པོ་ཅིག་དགོས་ཀྱི་འདུག་ན་མི་ཚེ་དོན་དང་ལྡན་པ་ཞིག་སྐྱིད་ངེས་སྡོད་ཀྱི་འདུག་ན་ཨེ་ནི་གལ་ཆེ་ཤོས་ཀྱི་ནང་གི་ཆེ་ཤོས་དེ། ཁྱེད་རང་གི་འཕྲོད་བསྟེན་དེ་རེད་ཁྱེད་རང་འཕྲོད་བསྟེན་ཡོད་པ་ཡིན་ན་ཁྱེད་རང་གི་དངུལ་བསགས་འོག་བྱུང་ནས་རེད་ཁྱེད་རང་མི་སྐད་གྲགས་ཆེན་པོ་བྱེད་ཀྱིན་སྡོད་ཀྱི་འདུག་ནས་རེད་ག་འདྲས་བྱེད་ཀྱི་སྡོད་པ་ཡིན་ན་ཚང་མ་བྱེད་འདུག་རེད་འོ་ཁྱེད་རང་བདེ་པོ་མེད་པས་ན་ཉི་མ་དེ་ནས་ཁྱེད་རང་གི་མདུན་ལམ་དེ་འགང་ཚར་འོ་དེ་རེད་དེ་འདྲ་སོང་ཙང་འཕྲོད་བསྟེན་ཨང་དང་པོ་བརྩི་འོ་རེད་འོ་དེ་འདྲ་སོང་ཙང་རྣམ་པ་ཚོ་གིས་གང་ཐུབ་ཐུབ་ཞིག་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་ནི་ངའི་ཁ་པའང་འདྲ་ངས་བསྡད་བཞག་ཡོད་ཁྱེད་རང་ཚོ་ན་ཚ་ག་འདྲས་ཀྱི་སྐོར་ལ་ང་ལ་སྐད་ཆ་དྲིས་པ་ཡིན་ནི་ཨ་ནི་སྨན་པ་སྟག་རག་གིས་ཡིན་ད་ཡིན། ནི། ངས་ཤེས་པ་དེ་ཁྱེད་རང་ཚོར་ལྷག་བསམ་རྣམ་དག་གིས་འབྲི་བཤད་རྒྱབ་ཆོག་ཁྱེད་རང་ཚོའི་ངོས་ནས་ཐུགས་སྐད་ཆ་འདྲི་དུས་ད་ནི་ཡ་རབས་བཟང་སྤྱོད་དང་ལྡན་པའི་སྒེར་ནང་སྐད་ཆ་དྲིས་པ་ཡིན་ན་ཨེ་ནི་ཕན་ཚུན་དམ་ཚིག་མཐུན་པོ་ཡོང་གི་རེད་འོ་འདི་གཅིག་ཞུ་འདོད་བྱུང་སོང་ཨེ་ནི། རྣམ་པ་ཚང་མས་འདི་གང་ཐུབ་ཐུབ་ཀྱིས་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་དོ་ཅི་ཅི་ནི་ཡང་ཇི་མ་ལི་ཙེ་ནང་མཇལ་ཡོང།